དེ་རིང་དེབ་འདི་གསུམ་ཀ་བོད་ཀྱི་ལོ་རྒྱུས་དང་འབྲེལ་བ་ཡོད་དེ་ཆགས་ཀྱི་ཡོད། དེ་བརྗོད་དུས། ང་ཚོས་བོད་པའི་མང་ཚོགས་ནང་ལོགས་ལ་བོད་ཀྱི་ལོ་རྒྱུས་ལ་དོ་སྣང་བྱེད་དེ་གལ་ཆེན་པོ་ཞིག་རེད་བཤད། བོད་པའི་ཆོས་ལ་དོ་སྣང་བྱེད་དེ་ད་ཧ་ཅང་གལ་ཆེན་པོ་རེད་སྐྱབས་མགོན་རིན་པོ་ཆེ་བཀའ་གནང་བསྡད་ཀྱི་ཡོད་རེད་ང་ཚོ་མང་པོ་ཅིག་བྱེད་བསྡད་ཀྱི་ཡོད་རེད་དེ། ལོ་རྒྱུས་དང་སྐད་ཡིག་དང་དུས་ཚོད་ཐོག་ལ་ཤུགས་ཆེན་པོ་རྒྱབ་དགོས་ཡོད། སྐྱབས་མགོན་རིན་པོ་ཆེ་ཡང་སྲིད་གསུང་སྐུ་བསྡུ་བ། ཁོ་ཆོས་དང་རིག་གཞུང་ག་རེ་ཡིན་ན་དེ་སྲོག་རྩ་འདྲ་བོ་རྩ་བ་དེ་སྐད་ཡིག་ལ་ཐུག་དེ་ཡོད་རེད། ད་དེ་ནི་སྐད་ཡིག་བསླབ་ཡོང་དུས་ཆོས་བསླབ་ཡོང་དུས་མི་རིགས་གཅིག་གི་ལོ་རྒྱུས་ལ་རང་བཞིན་འབྲེལ་བ་ཆགས་བསྡད་དུས་ལོ་རྒྱུས་དེ་ང་ཚོ་ཞིབ་ཚགས་པོ་ཤེས་མཁན་ད་དཀོན་རུས་དཀོན་རུས་ཆགས་བསྡད་མཁན་དེ་འདྲ་བྱས་ཡོང་དུས་ད་དེ་འདྲས་ཀྱི་དོ་སྣང་སླེབས་ཡོད་ལ། ཕན་ཐོགས་ཡོང་གི་རེད་བསམ་པ་ཅིག་བྱས་ནས་བྱས་ཙང་དེ་སྐད་ཡིག་དང་ལོ་རྒྱུས་གཉིས་ཀ་ལ་འབྲེལ་བ་ཡོད་དེ་གར་སོང་ནས་སྐད་ཡིག་འདི་དེབ་གསུམ་ཀ་བོད་སྐད་སྒང་ལ་ཞུ་འདོན་བྱས་ཡོད་རེད། ཨ་ནི་ལོ་རྒྱུས་ནི་ཁོ་དེབ་ཁོ་རང་ངོ་བོ་ཁོ་རང་ལོ་རྒྱུས་ནང་ལོག་ཡིན་ཙང་དེ་གནད་འགག་ཆེན་པོ་ཞིག་ཆགས་འདུག་བསམ་སོང། དེ་ཅིག་ཞུ་ཡི་འདོད་པ་བྱུང། ཨ་ནི། ད་ལྟ་དེབ་གསུམ་གྱི་ནང་ད་རྩ་བའི་བསམ་འཕེལ་ལགས་ཀྱི་གསུང་གནང་གི་རེད་ང་མང་པོ་ཞུ་ཡས་མེད་དེ། དེབ་གསུམ་གྱི་དེ་སྙིང་བསྡུས་ཅིག་ཞུས་བ་ཡིན་ན། ད་ལྟ་དེབ་གཅིག་དེ་ད་ལྟ་པཎ་ཆེན་རིན་པོ་ཆེ་འཚོལ་ཞིབ་བྱས་དེ། Isabel Hilton ཟེར་མཁན་དེ། ད་མོ་རང་ཅིག་རྒྱ་ནག་དང་འདྲེས་པའི་ལོ་རྒྱུས་དང་ཉམས་ཞིབ་དང་དེ་འདྲས་ལ་གང་ལ་གང་འཚམ་གྱི་སྙན་གྲགས་ཡོད་མཁན་ཞིག་རེད། སྔོན་མ་ཐོག་མར་དང་པོ་དེ་པཎ་ཆེན་རིན་པོ་ཆེ་འཚོལ་ཞིབ་དེབ་དེ་བྲི་ག་ཡོང་དུས། དུས་དུས་ང་ཀུ་ཀེ་ཡིག་ཚང་ཡོད་རེད་དུས་དུས་མོ་རང་རྗེས་ནས་ཅིག་ལྟོ་བ་ཡང་བལྟས་ཚེ་རོགས་པ་བྱེད་གོ་སྐབས་དེ་འདྲས་བྱུང་སོང། ད་ཡིན་ན་དེབ་དངོས་གཞི་འདི་སྔོན་མ་ཅིག་རགས་ཟེར་ཏེ་ཀློག་ཡས་བྱུང་མ་སོང་བ། ད་བར་ལམ་ང་ཚོས་དེབ་དེ་བཏོན་ཡས་ཀྱི་འདི་བྱས་རྗེས་ནི། མཐའ་མ་དེ་ངས་ཆ་ཚང་ཅིག་མང་ཆ་ཀློག་གི་ཡོད་རེད། ཀློག་དུས་དངོས་གནས་དྲང་ནས་ཧང་སང་ཡས་ཅིག། ད་ངས་གཅིག་དེ་གཉིས་དེ་དྲན་གི་མི་འདུག་མ་གཏོགས་ཀི། དེ་འབྲེལ་གྱི་དངོས་གནས་ཉམས་ཞིབ་ཡག་པོ་བྱས་ཤག་པན་ཆེན་རིན་པོ་ཆེ་སྐུ་གོང་མ་གིས་འབྲེལ་བ་ཡོད་ས་ཀྱི་མི་དང་ས་ཆ་དང་ཚང་མ་ལ་ལྟ་འཚམས་འབྲེལ་པས་ཉེན་ཁ་ཆེན་པོ་དེ་འདྲེ་ལ་ཕྱིན་ནས་དཀའ་ལས་རྒྱབ་ནས་བྱས་ཤག་བན་ཨ་ནི་ད་ལྟའི་པན་ཆེན་རིན་པོ་ཆེ་གི་སོ་ཞིབ་གནང་སྟངས་ཨ་ནི་དེའི་ཆ་ལ་ནི་རྒྱ་ནག་གཞུང་དང་ད་འདོད་ཕྱོགས་ལ་རྒྱ་བོད་རིན་པོ་ཆེན་དང་ད་ང་ཚོ་འབྲེལ་ཡོད་ཚང་མ་གར་གར་རེད་མོ་ར་དངོས་སུ་དེ་བྱས་ནས་གར་གར་བྱས་ཡོད་མེད་དེ་འདྲའི་སྐོར་ལ་ཡིན་དུས་ད་དེ་མ་ཤེས་རྣམ་པ་ཚོས་ཀྱི་དོ་སྣང་ཡོད་མཁན་ཚོས་ཀྱི་ད་དེབ་དེ་གཟིགས་གནང་ན་ཕྱིན་གྱི་རེད།

རེ་བ་གསང་བ་མང་པོ་ཅིག། ཁོ། རྩེ་དགའ་འགྲོ་དོན་གསང་བ་ཐོག་ནས་འགྲོ་གར་མ་གཏོགས་ཀྱི་ཡོངས་གྲགས་བྱས་ན་ཁག་པོ་རེ་བ། གལ་ཏེ་ཁྱོད་ལ་སེམས་འགུལ་ཐེབས་ནུས་པའི་གཏམ་རྒྱུད་ཅིག་ཐོག། གཏམ་རྒྱུད་ཅིག་བྱས། སེམས་འགུལ་ཐེབས་ནུས་པའི་གཏམ་རྒྱུད་ཅིག་བྱས། དེའི་ཐོག་ལ་ད་དུང་བོད་ཀྱི་ལོ་རྒྱུས་དང་བོད་པའི་གནད་དོན་ཐོག་ཏུ། མདོར་བསྡུས་ལ་ཆ་ཚང་བ་ཅིག་ཤེས་རྟོགས་བྱེད་འདོད་ན། ཁྱོད་ཀྱིས་དེབ་འདི་ཀློག་དགོས། ད་ངས་དེ་ཚང་མ་ཀློག་གི་མིན། ད་འདི་དེབ་ཁོ་རང་རྒྱབ་བཤད་ལ་ཡོད་རེད། བྱས་ཙང། འདི་ཞིག་དུས་འདི་དངོས་གནས་དྲང་ནས། བོད་པའི་གི་ལོ་རྒྱུས། མང་པོ་ཅིག་ད་དཔེར་ན་སྤྱི་བཏང་གི་པན་ཆེན་རིན་པོ་ཆེ་འཚོལ་ཞིབ་ཟེར་ལབ་ཡོད་དུས་སྤྱི་བཏང་གི་ང་ཚོ་གི་བླ་མ་ད་ཡང་སྲིད་དུ་སུ་འཚོལ་སྟངས་ག་འདྲེ་ག་འདྲེ་བྱེད་ཀྱི་ཡོད་མེད། རེད་བ། དེ་ནས་ད་ལྟའི་གནས་སྟངས་ག་འདྲེ་ཆགས་དུ་ཡོད་མེད་བོད་གི་ལོ་རྒྱུས་ག་བ་ག་བ་འདྲེ་བ་ཡོད་མེད་ཧ་ལས་གི་ཉམས་ཞིབ། དེ་དཔེ་དེ། བོད་ཡིག་དེ་ཆ་ཚང་ཅིག་ཀློག་བྱས་ནས།

ཞེས་དེ་ཡང་ཨ་རིག་དཀར་ཚེ་བ་རང་དུ་རྒྱལ་བདེ་ཆེན་གྱི་ལས་བྱེད་བྱམས་པ་བསྟན་འཛིན་ལགས་ཀྱིས་ཉམས་ཞིབ་དང་ལྟ་ཕྱོགས་སྒྲིག་བྱས་ཤར་བ་ཅིག་རེད། ད་དེ་ཉམས་ཞིབ་བྱེད་ཡ་མང་པོ་ཅིག་ད་ལྟ་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་ལ་ཡོད་དུས་བསམ་པའི་ལགས་ཀྱིས་ད་ཡོད་པའི་སྐབས་ཕ་གའི་ཕྱག་ལས་གནང་གི་ཡོད་ར་བ་དེ་དུས་ཐུགས་གང་ལ་གང་འཚམ་ཅིག་ཕྱོགས་སྒྲིག་བྱས་ཤར་བ་ཅིག་བྱས་ནས་མཇུག་ལ་ཁོ་རང་གིས་དེ་དུས་ཚོད་སྐོར་ལ་ང་སྐད་ཆ་ཅིག་དྲིས་སོང། འདི་ཡག་པོ་ཞིབ་འདུག་བ་དེ་ཚོ་སྐད་རྒྱབ་དགོས་རེད་བྱས་ན་ད་དཀའ་ལས་རྒྱབ་ཤོག་ཟེར། དཔེ་མཛོད་པར་རྒྱག་གི་རེད་བས་ཟིག་འདུག། དཔེ་མཛོད་པར་བརྒྱབ་སྟེ་ཀྱང་ཡིན་ན་ཁྱོད་རང་ལས་ཀ་ཕ་གིས་བྱས་པ་ཡིན་ཙང་ཕ་གིས་བསམ་འཕེལ་ལ་ཆོག་མཆན་ཞུ་བཀའ་སློབ་ཞུས། ཨེ་ང་ཚོ་བྱས་ནས་ཨེ་བསམ་འཕེལ་ལགས་ཀྱིས་དེ་ཡིན་ད་ཡིན་དེ་ཅི་པར་ཐོན་སོང་ན་ཨེ་དེབ་གཉིས་གསུམ་ཞིག་སྤྲད་ན་སྤྲད་རོགས་གནང། ཞེ་འདའ་སུས་བརྒྱབ་ན་གཅིག་པར་གསུང་གི་འདུག་བྱས་ཙང་དེབ་གཉིས་གསུམ་ཅིག་གསུང་ཞེས་གསུང་ཡས་ཡིན་དེབ་ལྔ་གྲ་སྒྲིག་བྱས་ཡོད་དེ་རིང་དེ་བཀའ་མོལ་དེ་ཡང་ལོ་གཉིས་གོང་གི་རེད་ད། ཡིན་ན་ངས་དེ་དྲན་དུ་ཡོད་བྱས་ཙང་ཞི་དྲག་གིས་དེ། ཡག་པོ་ཞུ་བྱུང་བཤད་ད་འདི་རྣམས་མ་ཤེས་རྣམ་པ་སུས་ངས་ཆ་ཚང་བཤད་དགོས་མི་འདུག་རྣམ་པ་སུས་ཀློག་ནས་མཁྱེན་གི་རེད་དེ། དེའི་ནང་ལ་ད་བོད་གཞུང་གིས་ཐོག་མར་བོད་རྒྱ་གྲོས་མོལ་བྱེད་པའི་སྐབས་སྐུ་ཚབ་གཏོང་དགོས་དོན་ག་རེ་ཡིན་པ་དང། ཡང་ན་སྐུ་ཚབ་སུ་དང་སུ་བཏང་ཡོད་པ་སྐུ་ཚབ་ཚོ་ཇི་ལྟར་འདེམས་སྒྲུག་བྱས་ཡོད་པ་སྐུ་ཚབ་ཚོ་རྒྱ་ཕྱོགས་དང་གྲོས་མོལ་བྱེད་པ་བྱེད་པར་ཇི་ལྟར་བཅོལ་བ། རྒྱ་ནག་གི་རྒྱལ་ས་པེ་ཅིང་དུ་བོད་ཀྱི་སྐུ་ཚབ་ཚོ་གནས་སྟངས་ཅི་འདྲ་ཞིག་གི་འོག་ཚུད་ཡོད་པ། བོད་རྒྱའི་སྐུ་ཚབ་ཚོ་ལྷན་འཛོམས་ཀྱིས་གྲོས་མོལ་བྱེད་སྐབས་བཀའ་མོལ་ཇི་ལྟར་བྱུང་ཡོད་པ། གནད་དོན་བྱེ་བྲག་གང་དང་གང་གི་ཐོག་ལ་བོད་རྒྱའི་སྐུ་ཚབ་བར་བསམ་ཚུལ་མ་མཐུན་པ་ཤུགས་ཆེན་པོ་བྱུང་ཡོད་པ། མཐའ་མ་གནས་སྟངས་ཇི་འདྲ་ཞིག་གི་འོག་བོད་ཀྱི་སྐུ་ཚབ་ཚོས་གྲོས་མཐུན་གྱི་དོན་ཚན་དེ་ཚོ་ཁས་ལེན་བྱེད་དགོས་བྱུང་ཡོད་པ་ལ་སོགས་པ་དང། གང་ཁྱེད་ཐོག་མ་བྱུང་རྐྱེན་ག་རེ་ག་རེ་ཡིན་པ་བར་དོའི་གནས་སྐུ་ཚབ་ཚོ་ཚོ་ཚོ་གི་ད་ཉམས་མྱོང་འདྲ་བོ་དང་གནས་ཚུལ་ག་རེ་ག་རེ་ཡོད་བ་དེ་ཚོ་ཆ་ཚང་བཀོད་འདུག་བ་ནས་མ་གིས་སླེབས་སྐབས་ལ་ནི་ད་འདི་དེ་ལབ་པ་ནང་བཞིན་རེད་བོད་པའི་སྐུ་ཚབ་དང་རྒྱ་མི་སྐུ་ཚབ་བར་ལ་ད་རྩེད་ཡང་ཡང་ཤོར་དེ་ལ་སོགས་པ་རེད་བ་ནི་དེ་གང་ལ་ནི་ཨ་མི་རི་ཀ་རེད་ཨིན་ཇི་རེད་ད་འདི་ཚོ་མང་པོ་ཅིག་རྒྱ་གར་རེད་དེ་ཚོ་མང་པོ་ཅིག་གིས་ད་ད་ཇུས་གཏོགས་ཟེར་ན་རེད་དེ་ལ་ཅིག་ཐེ་ཇུས་ག་རེ་ག་རེ་བྱས་ཡོད་མེད་ཞིག་དེ་སྤྱི་སྟངས་ཕྱིན་གྱི་དོན་ཚན་བཅུ་བདུན་ཟེར་ང་ཚོ་མང་ཆགས་ཀྱིས་ད་གང་ལ་གང་འཚམ་ཅིག་ད་རོགས་གོ་དེ་ཡོད་རེད་ང་ཚོ་བོད་གཞུང་གི་དྲ་རྒྱའི་སྒང་ལ་མདུན་ད་ག་རང་བཞག་ཡོད་རེད་རྣམ་པ་ཚོ་ཟེར་གྱི་ཡོད་རེད་ཡོད་རེད་དེ་ཡིན་ན་ད་འདི་འདི་ཡང་ཀོ། གང་ལ་གང་འཚམ་ཅིག་གིས་ལོ་རྒྱུས་ཞིབ་ཚགས་པོ་ཡག་པོ་འདུག་བསམ་པ་ཅིག་དེ་ཏན་ཏན་ཐུགས་ཕན་ཡག་པོ་ཅིག་བཟོས་ས་རེད་བསམ་པ་ཅིག་ཨོ་དེབ་འདི་ཡིན། དེ་བསྒྱུར་མཁན་ང་ཚོ་འདས་རྗེས་བྱམས་པ་བསྟན་འཛིན་ལགས་བྱས་དེ་ནས་དེབ་གསུམ་པ་དེ་ནི་བློ་རྒྱ་ཕྲན་བསྲེས་ཏེ་འདི་ཡིས་རྒྱ་གར་མཁས་པ་རཱ་མེ་ཤ་ཀུ་མར་དུང་དཀར་སིང་ངེ་ཀྱི་ཁོ་རང་བྲིས་བྱས་ནས་བར་ན་ཤི་ལའི་ཐང་དུ་སློབ་གཉེར་བྱེད་བཞིན་པའི་གི་སློབ་ཕྲུག་གར་སའི་ཁོ་རང་མཚན་ལ་ངག་དབང་ལྷུན་གྲུབ་སིང་ངེ་ཅིག་གིས་ཁོ་རང་མ་སྐུལ་དྭང་བླང་བྱས་བྱས་ནས་འདི་གནད་འགག་ཆེན་པོ་རེད་ཅེས་མཐོང་བྱས་ནས་བསྒྱུར་བྱས་ནས་རྒྱུགས་མ་ང་ཚོ་པར་རྒྱབ་རོགས་ཟེར་གྱིས་རྒྱབ་ཤག་པ་ཅིག་རེད། དེ་ཡང་དུས་ཚོད་གནད་འགག་ཆེན་པོ་ཆགས་ཡོང་གི་འདུག་རྩ་བའི་ལོ་བརྒྱ་ཕྲན་དེ་ད་ལོ་རྒྱུ་ཆ་ཚང་འདི་ན་ཡོད་རེད་སྔོན་མ་བོད་ཀྱི་ཁུངས་རེད་ད་ལྟ་ཡིན་ན་ཡང་ད་མང་ཆེ་གཅིག་ནང་པ་བྱས་ཏེ་འདུག་ས་རེད་ད་མི་འབོར་ཆ་ནས་ཁེ་ཁེ་ཡོད་མ་རེད་དེ་ཡིན་ན་གོ་ལོ་རྒྱུ་ཆ་ནས་ནས་བོད་དེ་ས་མཚམས་ནས་འབྲེལ་བ་ཡོད་དེ་ངས་དེ་འདྲ་བྱས་དུས་ད་དེ་མཉམ་དུ་ས་མཚམས་འབྲེལ་དེ་ངས་མང་པོ་གཅིག་གི་གནས་ཚུལ་དོན་ཡོང་གི་འདུག་བ་དེ་བྱས་དུས་དེ་ཡག་པོ་ཞེ་བོ་ཞིག་འདུག་དེ་འདྲ་ཡིན་དུས་ད་ངས་ད་འདི་གཙོ་བོ་ག་རེ་ཞུ་ཡིན་ཟེར་ན། རྣམ་པ་ཚོས་ཐུགས་སྣང་གནང་དགོས་རེད་གནང་གི་གལ་ཆེན་པོ་འདུག་ཟེར་གཅིག་དང་ནས་གལ་ཆེ་ཤོས་དེ་ད་འདི་དེབ་འདི་གྱིས་ད་ཆོག་དུས་ཡིན་ན་རེད་བསྒྱུར་བ་ཡིན་ན་རེད་ད་དེ་གནང་མཁན་བྱམས་པ་བསྟན་འཛིན་ལགས་དང་ངག་དབང་ལྷུན་གྲུབ་གཉིས་ལ་ནི་དཀར་ཟེར་བར་ད་རྗེས་སུ་ཡི་རང་དང་ལེགས་སོ་ཞུ་ཡ་ཡིན་ད་གཙོ་བོ་གཙོ་བོ་ཁོ་རང་ཚོ་ང་ཚོ་ལས་ཁུངས་དང་འབྲེལ་ཡོད་ཀྱི་ལས་ཀ་ཡི་བྱས་ཡོད་རེད་ད་ཡིན་ན་གཙོ་བོ་གཙོ་བོ་གང་ཟག་སོ་སོས་ཀྱིས་དཀར་ཟེར་བར་རེད་ད་དབྱིངས་འགྲོ་རྗེས་ཤུགས་འབད་རྩོལ་རེ་བྱེད་ཆེད་དཀའ་ལས་མ་བརྒྱབ་ན་ནུས་པ་ཐོན་པ་ཡག་པོ་ཅིག་འགུག་མི་འདུག་བ་འོ་དེ་འདྲས་བྱས་པའི་གྲུབ་འབྲས་ལ་ནི་དེ་བས་ཡག་ཐག་ཆོད་གསུམ་འདུག་དོན་དེ་ཡོད་རེད་དེ་བྱས་དུས་དེ་རྣམ་པ་ཚོས་ཅུང་མ་ཞིབ་གཟིགས་གནང་རོགས་གནང་ཞུ་ཡ་ཡིན།

སྒྲོན་ཤོག་རྣམས་པ་དེའི་ང་ར་ཕྱོགས་ནས་བྲང་ཁུ་བྱུས་པ་ནི་ཐེ་ཚོམ་ར་བྱུང། དེའི་དེབ་གསུམ་ཆ་ལོ་དེའི་བུ་ཡིག་ནང་ལ་བཅད་ང་ནི་དེའི་བུ་ཡིག་ཡོད་མ་རེད། དེ་སྲིད་དུས་དེབ་ཀྱི་ཚོད་དཔག་ར་དེ་གིན་འདྲ་ཡིན་མ་ཡིན་དེ་ངས་ཤེས་ཀྱི་མེད་ཙང། ད་དེའི་ཤུ་གུ་ད་ལྟ་དཔེ་མཛོད་ཁང་གི་གསུང་ཡ་ལ་ད་ལྟ་དེབ་གཅིག་ནི་དེའི་བྱམས་པ་བསྟན་འཛིན་ལགས་ཀྱིས་བརྩོམས་གནང་བ་རེད་ཆིངས་ཡིག་དོན་ཚན་བཅུ་བདུན་སྐོར།

མིའི་ངོ་བཞིན་པ་བཅས་སྟེང་ཁོ་རང་གི་དེའི་བསྒྱུར་ཡག་གི་སྤུས་ཚད་དེ་ད་མི་མི་གཞན་དག་ནས་ང་རེ་ཨ་མཆོག་ཁོ་ཚང་དེའི་སྤུས་ཚད་ཡག་པོ་ཡོད་པ་དེ་ཡིན་དུས་ད་ངས་མཐའ་མ་དེ་དེ་བཀའ་གནང་ནང་བཞིན་ད་དབུ་འབྱེད་བྱེད་ཀྱི་ཡིན་དེ་ཁས་ལེན་པས། དེ་ནས་ད་ལྟ་དེ་ང་རེ་ཞུ་ཡག་ལ་ད་འདི་དེའི་བྱམས་པ་བསྟན་འཛིན་ལགས་ཀྱི་དེའི་ཆིངས་ཡིག་དོན་ཚན་བཅུ་བདུན་གྱི་དེའི་ཁོ་རང་གི་དེའི་བརྩམས་གནང་བ་ཅིག་རེད་འདུག་ད་དེའི་ཆིངས་ཡིག་དོན་ཚན་བཅུ་བདུན་དེའི་ས་ཡིག་མ་བརྒྱད་པའི་སྙན་ལ་དེའི་ལུགས་རྒྱུའི་རྒྱབ་ལྗོངས་ག་རེ་ཡོད་མ་ཡོད་དེ་ཞིབ་ཚགས་པོ་དུ་ཀློག་གནང་ཉེ་དུ་དེའི་སྙན་ལ་ང་ཡང་དཔེ་མཛོད་ཁང་གི་སྙན་ལ་དེའི་ངོས་ཞུ་དེ་འདྲ་གནང་སྟངས་དེ

ཐོག་ལ་ཡང་དྲ་རྒྱ་གཅིག་འདུག་དེ་འདིའི་དྲ་རྒྱའི་ནང་གསལ་ལ་བོད་ཀྱི་ཁོར་ཡུག་སྐོར། Tibet the Third Pole། དེ་ནི་ཁོར་ཡུག་ལ་དེའི་དོ་སྣང་ཆེན་པོ་དག་དེ་ག་འདྲ་མ་འདྲ་བར་སྐབས་ཅིག་ལ་དབྱིན་ཇིའི་རྒྱལ་ཁབ་ནང་ལ་ཆོས་ཀྱི་གནད་དོན་ཐོག་ལ་ཁོ་རང་དེའི་ཚགས་པར་བཀོད་ཉན་དག་དེ Expert ག་རེ་དེ་མཁས་པ་ཞི་བ་ཞིག་རེད་གསུང་གི་འདུག་དེ་ག་འདྲ་མ་འདྲ་དེབ་དོ་བཟོ་གསུམ་ང་ཚོའི་རྒྱལ་རབས་ཀྱི་ཉམས་མྱོང་ང་ཚོའི་ཐུན་མོང་མྱོང་བའི་ཆ་ཤས་གཅིག་རེད། ད་དེའི་ང་ཚོའི་སྤྱི་པའི་ཉམས་མྱོང་ཕ་རྒྱལ་སྤྱིའི་ནང་ལ་བཤད་ཡག་དེ་གནད་འགག་ཆེན་པོ་བཞི་པོ་རེད་བསམ་གི་འདུག་ང་རང་བསམ་བློ་བྱས་པས་ན། ག་འདྲ་མ་འདྲ་དེབ་དེབ་ཡིན་ནའི་རེད་རྩོམ་ཐུང་ཐུང་དེ་འདྲའི་དེབ་ཡིན་ནའི་རེད་འདི་ང་ཚོས་རྒྱལ་སྤྱིའི་ནང་ལ་ང་ཚོའི་བོད་ཀྱི་སྒྲུང་འདི་བཤད་པ་ཅིག་རེད། སོ་སོའི་སྒྲུང་འདི་ངས་དུས་རྟག་ཏུ་བཤད་ཀྱི་ཡོད་སོ་སོའི་སྒྲུང་འདི་བོད་པའི་སྒྲུང་འདི་བོད་ཀྱི་སྒྲུང་འདི་བོད་པ་རང་གི་དེ་བདག་པོ་རྒྱག་དགོས་རེད། འདི་ཞིབ་འཇུག་བྱས་པི་ཀ་འདི་མི་ལས། བཤད་ཡ་དེ་ཞིབ་ཀྱི་གནད་འགག་ཆེན་པོ་རེད་བསམ་གྱི་འདུག་དེ་ག་རེད་ཟེར་ན་དེ་གའི་ཧར་བར་དུ་དེ་མིན་དེ་ཡོངས་གྲགས་རེད་ཧར་བར་དུ་ཡོད་པའི་ད་ལྟ་དེའི་མཁས་དབང Joseph Naik དེས་ད་ལྟ་རྒྱལ་སྤྱིའི་ནང་ལ་གནད་དོན་མང་པོ་གཅིག་སུའི་སྨན་མི་དེ་དམག་སྐྱབས་ནི་ཐབས་མ་ཐབས་ཀྱི་སྐད་ཆ་མ་རེད་ད། ཡང་རྒྱལ་སྤྱིའི་ནང་ལ་དེ་གནད་དོན་མང་པོ་ཅིག་གི་གྲུབ་འབྲས་འདི་སུས། རྒྱལ་སྤྱིའི་སྡིངས་ཆའི་སྒང་སུས་བསྒྲུབས་འདི་བཤད་མཁས་ལོས་ཅན་ཐག་ཆོད་ཡག་རེད། ཅན་དེའི་གསུང་དུའང་དེ་ཡིན་དུས་དེ་ཡག་མིན། རྒྱ་ནག་གི་སྲིད་འཛིན་ཞི་ཅིན་པིང་གིས་རྒྱ་མི་རིགས་ཀྱིས་རྒྱ་ནག་གི་གྲུབ་འདི་ཕ་རྒྱལ་ཕྱི་ནང་ལ་བཤད་ཡག་པོ་རེད། ད་དེའི་བཤད་སྟངས་འདི།

གནས་སྟངས་འོག་ལ་ང་ཚོས་དབྱིན་ཇིའི་ནང་ལ་ཡིན་ནའི་རེད་བོད་ཡིག་ནང་ལ་ཡིན་ནའི་རེད་རྒྱ་གར་ནང་ལ་ཡིན་ནའི་རེད་བོད་པའི་ཐུན་མོང་གི་ཉམས་མྱོང་དེ་སྤི་ཁའི་བཤད་ནས་མིའི་བསམ་ཚུལ་འགྱུར་བ་བཏང་ཡ་དེ་ཞི་བ་གནད་འགག་ཆེན་པོ་རེད་བསམ་གྱི་འདུག་དེ་ནས་དེའི་ཐབས་ཤེས་དང་དེའི་ལས་ཤེས་ལ་དེ་བོད་དཔེ་མཛོད་ཁང་གི་ཕྱོགས་ནས་རླབས་ཆེན་གྱི་དེའི་བྱ་ལས་གནང་དང་གནང་མུས་རེད

ད་ང་ཚོས་དེ་དཔེ་མཛོད་ཀྱི་དཔར་སྐྲུན་དང་དེ་གི་དམིགས་བསལ་གྱི་དཔར་སྐྲུན་གསུམ་དེ་དེ་ལ་དབུ་འབྱེད་གནང་རོགས་གནང་ཞུ་ཞེས་ཡང་ཞལ་བཞེས་གནང་རྗེས་ད་རི་དེ་དེར་ཡོང་བ་དེ་ལ་ངས་ཚང་མས་ད་དཔེ་མཛོད་ངོས་ནས་དང་སྒེར་ངོས་ནས་དང་སྡེ་བ་ང་ཚོ་དེ་ཡུལ་མཁན་ཚང་མ་ངོས་ནས་ཐུགས་ཆེ་གནང་ཞུ་ཡས་ཡིན། ཨ་འདི་ད་ཆབ་གཅིག་ཨ་འདི་ནི་སྤྱི་བདེ་དྲུང་ཆེ་དེ་ཕེབས་ཏེ་ཤ་ཨ་འདི་ནས།

ལ་པའི་གནད་འགག་ཞུ་བཞིན་ཆགས་བསྡད་ཡོད་རེད། བྱས་ཙང་དེང་སང་ད་དེབ་སྟོན་གྱི་ཡོད་རེད། ཡིན་ནའི་ད་གློག་བརྙན་ཏེ་ཉུང་འགྲོ་ངེས་འདྲ་བོ་ཞིག་ད་བོད་པའི་སྤྱི་ཚོགས་ལ་ཉུང་འགྲོ་ངེས་འདྲ་བོ་ཞིག་ང་རང་དུ་མཐོང་གི་འདུག་ད་ཡིན་པ་རེད་ཞིག་ཡིན་ནའི་ད་ངེད་ཚོ་ང་ཚོ་དྲ་རྒྱ་བརྒྱུད་ནས་ད་དེང་སང་ད་བརྒྱུད་ལམ་མང་པོ་ཞིག་འོག་སོང་ཙང་འདི་བརྒྱུད་བྱས་ང་ཚོ་ཅིག། ང་ཚོ་མི་བོད་མི་གང་མང་ངོ་ན་ཅིག་ཕན་ཐོགས་ཅིག་ཡོང་ན་བསམ་བཞིན་དུ་ཞིག་ཅེས་ཀྱི་ད་ཁ་ཅིག་དགོངས་པ་རྒྱ་ཆེན་པོ་ཅིག་བཞེས་ཞེས་ཨ་ནི་དགེ་བཤེས་ལགས་ཀྱིས་འདུག་ཞལ་བཞེས་གནང་ཡོད་རེད་འདི་ག་སུམ་པ་བསྐྲུན་ཅིག་བྱས་ཏེ་འདུག་ཞལ་བཞེས་གནང་ཡོད་རེད་ཨ་ནི་དགེ་བཤེས་ལགས་ལ་ཐུགས་རྗེ་ནང་བཞུགས་ཡིན། ཨ་ནི། རྟགས་འདི་གང་ལ་ད་ལྟ་ཁོ་རང་ཚོ་གི་ད་ལྟ་འགྱུར་བ་པོ་གསུམ། འགྱུར་བ་པོ་གཉིས། ད་དེབ་གསུམ་བྱས། གཉིས་འདི་ད་ང་ཚོ་དཔོན་ཚོའི་ལས་བྱེད་རྒྱ་ཡིས་ཚད་པ་གི་ལས་བྱེད་བྱམས་པ་བསྟན་འཛིན་ལ་བྱས། ཨ་ནི་དེ་ནས་གཞན་པ་དེ་ད་ལྟ་ངག་དབང་ད་ལྟ་བར་ན་མཐོ་སློབ་ལ་ཡོད་པའི་ད་ལྟ་ངག་དབང་ལྷུན་གྲུབ་ལ། ད་དེབ་འགྱུར་དུས་སམ་ལས་སླ་བོ་ཁྱོད་ན་རང་ཡོད་མ་རེད། ངས་སྙན་མ་དང་པོ་ཐོག་ང་སྤེན་ཚེའི་རྫུན་རྩི་ཙམ་ལ་བསྒྱུར་རེ་ལ་ཨེ་གཏད་ཞེས་ད་ང་གིས་ཉམས་མྱོང་ལྟར་ཁེལ་ཡོད་མ་རེད་དེ། ཡིན་ནའི་ཅིག་ཤོག་གྲངས་གཅིག་བསྒྱུར་རེ་དེ་ལས་དཔེ་ཞེ་བོ་གཅིག་ཕག་ཟུག་ལྟ་དགོས་ཁོ་རེད། དག་ཆ་འགྲིག་གི་ཡོད་མེད་དོན་དག་འགྲིག་གི་ཡོད་མེད་ལྟ་བརྗོད་བྱ་འགྲིག་གི་ཡོད་མེད་ཅིག་ལྟ་གར་སོང་བ་རེད་ད། ཨིན་ཁའི་ཐོག་ལ་ཤི་བ་རེ་བྱས་ན floor འགྲིག་གི་ཡོད་མེད་ལྟ་དེ་གི་ས་ས་མང་པོ་ཞིག་ལྟ་དགོས་ཀི་འདུག་བྱས་ཙང་དེབ་བསྒྱུར་རེ་དེ་ལས་སླ་བོ་ཁྱོད་ན་རང་ཡོད་མ་ད་དེ་ང་རང་སྙན་མ་འདི་འདྲ་ཅིག་ཚོར་བ་རེ་བ་ཞུས་ཡོད་དེ་འདྲའི། ཉམས་མྱོང་ཡིན། པའི་སྲོལ་རྒྱུན་དུ་གྱུར་དུས་བསམ་པར་དཀའ་ངལ་ག་ཚོད་འཕྲད་ཀྱི་མེད། ཡིན་ནའི་ད་ཐང་ཚོགས་དེ་དེབ་ཆ་ཚང་ཡིན་པ་སོགས་འདྲ། དེ་དེབ་དེ་ཉི་མ་གཅིག་ལས་བསྒྱུར་ཐུང་གཉིས་དེ་འདྲ་བསྒྱུར་ཐུང་མར་བདུན་ཕྲག་གཅིག་གཉིས་ལས་བསྒྱུར་ཐུ་ཨའི་སྐོར་ཡོད་པ་རེད། སྤྱིར་ན་དེ་དེབ་དེ་གི་སང་དང་ཚན་དེ་བཞིན་ཡིན་པ་སོགས་འདྲ། སྤྱིར་ན་བསྒྱུར་རས་ལས་དཀའ་ལས་ཞེ་དྲག་ཡོད་རེད། བྱས་ཙང་ཡིན་ནའི་ཁོ་རང་ཚོ་གིས་ད་དུས་ཚོད་སྟོན་བྱེད། སྒེར་གྱི་དུས་ཚོད་སྟོན། རུ་བ་ད་བཟོ་བཟོ་བཟོ་བྱ་ལས་དེ་ཡོད་དེ་ཡོད་རེད་དེ་ཡིན་ནའི་སྒེར་གྱི་དུས་ཚོད་མ་སྟོན་བྱེད་ཁོ་རང་ཚོ་སྐུ་ལས་བཞི་བོ་རྒྱབ་བཞག་བྱས་ཙང་ངས་ཁོ་རང་གཉིས་ལ་དམིགས་བསལ་གྱིས་ང་ཚོ་དཔོན་ཚོའི་ངོས་ནས་ཐོ་ཆེན་ནང་ཞུས་ཡིན། ཨ་འདི། ང་ཚོ་དེ་ཡིན་ངེས་ཚང་མ་ལ་ངས། སླར་ཡང། ཐོ་ཆེན་ནང་ཞུས་ཡིན། ཐོ་ཆེ།